འོ་ཡ། ད་ཨོ་འདུག་ཟེར་ཞེས་རོ། ད་ཡིན་འདུག་གང་ལགས་དང་གཉིས་དང་བཅུ་བཅུ་སོགས་ཀྱི་བཤད་པ་མཛད་ཀྱང་བཞེད་དཔལ་ལྟར་གྱི་ཕན་ཐོགས་ཆེར་མ་བྱུང་བས་ཐུགས་སྐྱོ་བར་གྱུར། འོ་ད་འདི་ནས་ཤ་སྦྲང་དང་བྱ་ཁྱུང་དགོན་པ་གཉིས་ཨེ་ནི་ཕྱག་བཏབ་ན་ཨེ་ནི་དགོན་པ་གཉིས་ལ་བསླབ་པ་སློབ་གཉེར་གཙུག་གཡག་གི་ཐུགས་བརྩོན་ཞི་བོ་ཅིག་མཛད་ན་ཡང་ཨེ་ནི་ཁོང་རང་གི་ཐུགས་སྤུ་གི་འདོད་པ་ནང་བཞིན་མ་བྱུང་འདུག་གང་ལགས་ཨེ་ནི་ག་རེ་ལབ་འདུག་གང་ལགས་ད་ཅིག་ཐུགས་ན་མ་སོང་ན་ཅིག་སྐྱོ་ན་རོ་སེམས་ཕམ་བྱུང་ནས། ཨེ་ནི་ཤ་སྦྲང་དུ་སྤོམ་པོ་ཤཱཀྱ་བཟང་པོ་ཟེར་བ་ཞིག་གདན་སར་བསྐོར་འོ་ད་ཤ་སྦྲང་གོམས་པ་ལ་ཨེ་ནི་ད་ཁོང་རང་གི་སློབ་མ་ཨེ་ནི་ཤཱཀྱ་བཟང་པོ་དེ་ཨེ་ནི་ཁོང་གི་ཁྱིམ་ཨ་ཤ་སྦྲང་གི་དེ་ནས་དགོན་པ་ཡི་མཁན་པོ་ལ་བསྐོས་ཨེ་ནི་ཁོང་རང་གི་བྱ་ཁྱུང་དགོན་དུ་བྱ་ཁྱུང་དུ་སྒྲུབ་པ་ལ་རྩེ་གཅིག་ཏུ་མཛད་པ་ཡིན་ཨེ་ནི་ཁོང་རང་གི་ཡང་ད་བྱ་ཁྱུང་དགོན་པ་ལ་ཡང་ད་ཅིག་ཡ་ཁོང་རང་ཐུགས་ཀྱི་འདོད་པ་ནང་བཞིན་བླ་པ་སློབ་གཉེར་ཡག་པོ་ཞིག་མ་ཡོང་ཡོང་ཡ་དེ་ནི་ཅིག་ཡ་གཅིག་གིས་ཏག་ཏག་ཅིག་ཡོང་གི་མེད་བ་སོང་ཙང་ཨེ་ནི་ད་གཅིག་གིས་ཐུག་ན་མ་སོང་ན་ཐུག་སེམས་མེད་ང་ཚོ་ན་མ་སོང་སེམས་ཤུགས་ན་མ་སོང་ཏེ་ཆ་ག་ནང་ན་ཨེ་ནི་ཡ་ཁོང་རང་ཨེ་ནི་ད་སྒྲུབ་པ་ལར་སེ་ད་དེ་ལ་ང་རང་སྒོམ་ཉམས་ལེན་བྱེད་ན་བསྡད་ན་ཡག་ས་རེད་གཅིག་ཡ་ལྷ་བ་སློབ་གཉེར་ཚགས་ཚུད་པོ་ཅིག་ཡག་པོ་ཞུ་བོ་ཅིག་ནས་གཅིག་ཡོང་ཡག་མི་རེད་མི་འདུག་དགོངས་ན་ཨེ་ནི་གཅིག་ང་ཚོ་ན་མ་སོང་ཐུག་བསྐྱོད་ནས་ཨེ་ནི་ཁོང་རང་སྒྲུབ་པ་ལར་སེ་གཅིག་ཏུ་ཨེ་ནི་ཉམས་ལེན་མཛད་པ་རེད་འོ་འདུག་ཟེར་རེ་རོ་ཨ་མཛད་པ་ཡིན་ཏེ། དེ་ནས་མཁས་ཤིང་གྲུབ་པ་བརྙེས་པས་ལྷག་པའི་བླའི་དངོས་སུ་རྗེས་སུ་བཟུང་ཞིང་བྱིན་གྱིས་བརླབས་པར་ཡང་གྲགས་པ། ད་བྱ་ཚང་ཆོས་རྗེ་དོན་གྲུབ་རིན་ཆེན་འདི་ནི་ཁོང་ནི་གཟིགས་པར་སྤྱི་བཏང་གི་མཁས་པ་ཡིན་པར་མ་ཟད་གཅིག་དངོས་གནས་དྲང་ནས་སངས་རྒྱས་ཀྱི་ཆོས་སྒྲུབ་པ་ཉམས་ལེན་ལ་ཡང་རྩེ་གཅིག་ཏུ་བརྩོན་པ་སྒྲུབ་པ་ཉམས་ལེན་དཔེ་ཁོ་རང་གཅིག་གི་ཡག་པོ་ཞོལ་གྱི་མཛད་མཁན་ཡིན་པ་ཡིན་པར་མ་ཟད་ལྷག་པའི་བླ་ཡི་རོ་ད་རྗེ་བཙུན་འཇམ་པའི་ཡང་དག་ཡི་དམ་གྱི་ལྷ་ཡི་དམ་གྱི་ལྷ་རྗེ་བཙུན་སྒྲོལ་མ་དང་རྗེ་བཙུན་འཇམ་པའི་དབྱངས་ལ་སོགས་པའི་བཀླག་པའི་ལག་གིས་དངོས་སུ་ཞལ་གཟིགས་བྱུང་བ་མ་ཟད་གསུང་གི་བདུད་རྩི་དངོས་སུ་གསུངས་པ་གསུང་གི་སྣང་བ་བྱིན་རྐྱེན་གྱི་མདོར་བསྡུ་ན་བཀླག་པའི་ལག་གིས་ཞལ་གཟིགས་དངོས་སུ་བྱུང་ཡོད་དགོས་ན་བྱིན་རླབས་ཀྱི་བྱིན་གྱིས་བརླབས་པའི་རྟགས་དང་མཚན་མ་མང་པོ་ཡོད་ཡོད་སྐད་ཡིན་པ་དེ་ང་རང་ཚོ་ཡོངས་གྲགས་རེད་བསླབ་པར་ཡང་གྲགས་པས། སྐུ་ཟླ་བར་ཉེ་བ་ན་ཟླ་ཡི་འདུག་ང་ལ་ཡིན་ནི་དགོང་ལོ་ཡར་འབྲས་བུ་ཆགས་ཡིན་ནི་སྐུ་མྱ་ངན་ལ་བདེ་བའི་དུས་ཚོད་ལ་སླེབས་པ་ལྟའི་ཚེ་ན་ཡང་བླ་ཡི་སིལ་སྙན་དང་མེ་ཏོག་གི་ཚོགས་པ་ལ་སོགས་པ་མཆོད་ཅིང། མཆོད་ཅིང། མཆོད་ཅིང། འདི་ན་བྱང་ཕྱོགས་ལོགས་སུ་རྔ་སྒྲ་སྒྲོགས་པའི་གཞས་བྱ་བའི་དེ་བཞིན་གཤེགས་པའི་ཞིང་དུ་སྤྱོན་པ་ནམ་མཁའ་ལ་བྲག་མངོན་སུམ་དུ་བྱུང་བའོ། ཡིན་འདུག་ང་ལ་ད་སྐུ་མྱ་ངན་ལ་བདེ་བའི་དུས་ཚོད་དགོང་ལོ་འབྲས་བུ་ཡར་ཡར་ཆགས་འདུག་ང་ལ་སྐུ་མྱ་ངན་ལ་བདེ་བའི་དུས་ཚོད་ལ་ཕེབས་པ་ལྟའི་ཚེ་ན་ཡང། ཨེ་ནི་ནམ་མཁའ་ན་རོ་རྡོར་དུ་ན་མེ་ཏོག་གི་ཆར་འབེབས་པ་ལ་སོགས་པ་ཨེ་ནི་ལྷ་རྣམས་ཀྱིས་མཆོད་ཅིང་ཨེ་ནི་ཅིག་ཏཱ་རོ་ཨེ་ནི་བྱང་ཕྱོགས་ལོགས་སུ་ང་ཨེ་ནི་བྱང་ཕྱོགས་རྔ་སྒྲ་སྒྲོགས་པའི་འཇིག་རྟེན་དུ་ཨེ་ནི་སྐུ་ཡི་སྐྱེ་བ་སླར་ཡང་ཨེ་ནི་སྐྱེ་བ་ཅིག། ཅིག། ཕྱི་མ་སྟེ། རོ་ཨེ་ནི་ག། སྐུ་སྐྱེ་ཕྱི་མ་སྟེ་ཨེ་ནི་དེ་རྔ་སྒྲ་སྒྲོགས་པས་ཨེ་ནི་བཞད་བྱ་བའི་སངས་རྒྱས་ཀྱི་ཞིང་དུ་ཨེ་ནི་འཕེལ་ཡ་གྱིས་ཨེ་ནི་ནམ་མཁའ་ན་དྲག་མངོན་སུམ་དུ་ཨེ་ནི་སྐབས་འདི་དུས་ཀྱི་ཨེ་ནི་སྐྱེ་བོ་ཀུན་གྱིས་ཡོངས་སུ་གྲགས་པ་ལ་ཐོས་པ་དེ་ནི་འབྱུང་བ་རེད་ད་དེ་འབྲེལ་གྱི་རྟགས་མཚན་མ་བཟང་པོ་དེ་ནི་འབྱུང་བ་རེད་ཟུར་ལ་ཆོས་རྗེ་དོན་གྲུབ་རིན་ཆེན་ལགས་ད་སྐབས་སུ་བབ་པ་ང་ཚོ་ཆོས་རྗེ་དོན་གྲུབ་རིན་ཆེན་གྱི་རྣམ་ཐར་བརྗོད་དགོས་ར་ཆ་ཚང་ལྐོག་ཏུ་གྱུར་བའི་ཡུལ་མངོན་སུམ་དུ་གཟིགས་པ་ལ་ཐོགས་པ་མེད་པ་སོགས་པས་ངོམས་པར་དོགས་པའི་ཡོན་ཏན་དཔག་ཏུ་མེད་པ་མངའ་བ་གཞིགས་ཏེ། ཨོ་ད་ལྐོག་གྱུར་གྱི་གནས་ལབ་དུའང་ང་ཚོ་བཞལ་བྱའི་གནས་གསུམ་ཡོད་ཨ་དོང་ཨ་མངོན་གྱུར་ཅུང་ཟ་ལྐོག་གྱུར་ཤིན་ཏུ་ལྐོག་གྱུར་ལབ་དུའང་ལ་ཨོ་ད་ཤིན་ཏུ་ལྐོག་ཏུ་གྱུར་བའི་གནས་མང་པོ་ཞིག་ཀྱང་དངོས་སུ་མདོར་བསྡུ་ན་དོན་དག་ལ་ག་རེ་གསུང་དགོས་ར་ཚང་ཁོང་ལ་ངོ་ཤེས་ཐོགས་པ་མེད་པ་ཡོད་ཨ་རེ་གསུང་དགོས་ར་ད་ལྐོག་ཏུ་གཟིགས་པ་ཐོགས་པ་མེད་པ་ལ་སོགས་པས་ངོམས་པར་དོགས་པའི་ཡོན་ཏན་ཨོ་ད་ང་ཚོ། མངོན་རྟོགས་ཀྱི་ཡོན་ཏན་ཡན་ལག་དུ་ང་དོར་འདོད་ན་ལུང་གི་ཡོན་ཏན་དང་རྟོགས་པའི་ཡོན་ཏན་ཡན་ལག་བརྒྱུད་བ་བྱ་ཙང་རྟོགས་པའི་ཡོན་ཏན་དཔག་ཏུ་མེད་པ་ཡང་ང་དགུ་བ་རེས་དོར་འདོད་ན་རྟོགས་པ་འཁྲུགས་བརྒྱུད་ལ་འཁྲུངས་པའི་གང་ཟག་སྐྱེས་བུ་ཙམ་ཀ་བསམ་གྱིས་མི་ཁྱབ་པ་ཞིག་རེས་སྐུ་མྱ་ངན་ལ་འདས་པའི་དུས་དུས་སུ་སླེབས་པ་དེའི་ཚེ་ན་ཡི་ཡང་འོ་ནམ་མཁའ་ན་བླ་ཡི་དེ་ནས་མཆོད་པའི་སྤྲིན་གྱི་ཨེ་ནས་ཅིག་བླ་ཡི་མེ་ཏོག་གི་ཆར་འབེབས་པ་ལ་སོགས་པ་རྟགས་མཚན་མ་མང་པོ་བྱུང་བར་མ་ཟད་ཨེ་ནས་སྐུ་ཡི་དེ་ནས་སྐྱེ་བ་ཕྱི་མ་དེ་ཨེ་ནས་བྱང་ཕྱོགས་དེ་ནས་རྔ་སྒྲ་སྒྲོག་པའི་འཇིག་རྟེན་དུ་སྐུའི་སྐྱེ་བ་ཞེས་ཡ་གི་ཨེ་ནས་རྟགས་མཚན་དང། ཨེ་ནི་དེ་དག་སྐྱེ་བ་བཞེས་ཀྱི་རེད་ཟེར་ན་ནི་སྒྲ་མང་པོ་སྒྲོག་པ་མངོན་སུམ་དུ་ཐོས་པ་རེད། དེ་ཡང། ཁོང་པས་སྣར་ཐང་དང། སྣར་ཐང་དང་སྡེ་བ་ཅན་དུ་ལྕགས་སྐོལ་དང་འབུལ་བ་མང་དུ་བཏང་སྟེ་དེ་དུས་སྟོད་གསེར་ཞིག་ལ་རྗེ་འདི་པའི་སྐུ་གྲོང་མོ་བཞུགས་པ་ལ་ཚེས་གྲངས་དང་དུས་ངེས་པར་ཡིན་པར་བཟུང་ཤིག། ཨོ་ད་འདི་ག་རེ་གསུང་དགོས་ཨ་རེད་ཟེར་ན་དེ་ཡང། ད་ཁོང་ལ་ད་ལྟ་དེ་ནས་གར་སུ་ག་རེ་ལབ་འདུག་ཨ་ལ་སུ་ལ་ཆོས་རྗེ་ལྟུང་གྲུབ་རིན་ཆེན་ལ། ལྐོག་གྱུར་གྱི་གནས་མང་པོ་ཞིག་མངོན་སུམ་དུ་གཟིགས་དགོས་ཨ་རེད་ཨེ་ནི་མདོར་བསྡུ་ན་རྟོགས་པའི་ཡོན་ཏན་མང་པོ་ཞིག་ཐུགས་རྒྱུད་ལ་མངའ་ཡོད་ཨ་རེད་ངོ་ཤེས་ཐོགས་པ་མེད་པ་ཡོད་ཨ་རེད་ད་ཨོ་དེ་གི་ཨེ་ནི་གསལ་བཤད་འདྲ་བོ་གནང་དགོས་ཨ་རེད་ད་འདི་ཚིག་དེ་གི། ཁོང་པས་སྣར་ཐང་ལ་སྟར་བ་སྣར་ཐང་དང་སྡེ་བ་བྱ་འདུག་ཁོང་གིས་ནི་རྒྱའི་མང་ཇག་བུ་ཡ་སྡུག་སི་ཏང་ཨར་བ་དང་དུ་ང་ལ་དེ་དུས་ནི་ཁོང་གིས་དཀྲུང་ན་ནི་ད་ཅིག་ཡ་གྲ་པ་རབ་བྱུང་བ་ཅིག་ཡོད་ཨར་བ་ཡོད་འདུག་ང་ལ་ཁོང་ལ་ཨོ་ད་དེ་རིང་གི་ཚེ་གྲངས་དེ་ནི་ཁྱོད་ཁྱེད་རང་གིས་ཡ་སྡུག་སི་ཅིག་རྟགས་ཅིག་བརྒྱབ་དང་རོ་ཨ་ད་ང་ཚོ་ན་མ་སོང་ན་ཨོ་དེ་རིང་གི་ཚེ་གྲངས་ག་རེ་རེད་གཟའ་ག་རེ་རེད་ཤག་ནི་ཚེས་པ་ག་རེ་རེད་ཤག་ཨོ་སྡུག་སི་རེད་ཤག་དེ་རིང་ཁྱེད་རང་ཡང་རྟགས་བརྒྱབས། རྗེ་འདི་པའི་སྐུ་དྲུང་ན་བཞུགས་པ་ལ་ཚེས་གྲངས་དང་དུས་ངེས་པར་ཡིད་ལ་ཟུངས་ཤིག་ཨོ་དེ་རིང་གི་ཚེས་གྲངས་དང་དུས་ཚོད་དེ་ཚོ་ཁྱེད་རང་གིས་ཨེ་ཏན་ཏན་ཏིག་ཏིག་བྱས་ནས་སེམས་ལ་མ་བཞེས་པ་བྱས་ཨཱས། དེ་རིང་སྣར་ཐང་ན་རང་རེ་ལྕགས་སྐོལ་དང་འབུལ་བ་བྱེད་ཀྱིན་འདུག་པར་གསུངས་ཨོ་དེ་རིང་སྣར་ཐང་དང་སྡེ་བ་བྱས་ན་ང་རང་ཚོ་གིས་གེབ་མང་བྱ་སྟེ་དེ་རིང་རེ་བཞག་ཟེར་ནས་གསུངས་པ་རེད་ད་ཡིན་དུས་ང་ཁོང་རང་ད་ལྟ་གདོད་མའི་ཕྱོགས་ལ་བཞུགས་ཡོད་རེད་ད་ཡིན་ན་སྣར་ཐང་དང་སྡེ་བ་ཅན་ལ་སོགས་པ་དབུས་ཕྱོགས་ན་རེད་ད་ཨེ་ནི་ལྷ་ས་ལྷ་ས་ཕྱོགས་ན་དབུས་དབུས་གཙང་ཕྱོགས་ན་ཡིན་པར་སོང་ཙང་ཨེ་ནི་ད་དེ་པར་རག་དེ་ན་ལ་ས་ཆ་སྐབས་དེ་དུས་ཨེ་ནི་ཁ་པར་ནི་ཡོད་བ་མ་རེད་ཨེ་ནི་གཅིག་དང་གཅིག་དེ་དེ་དེ་རིང་ཁ་སང་ནང་ཆོས་འཕྲུལ་ཆས་ཀྱི་ནི་འབྲེལ་བ་གལ་ཡོད་བ་མ་རེད་ད་ཡིན་ན་ཡང་ཨོ་དེ་ནི་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་ཁོང་གི་དྲུང་ན་བཞུགས་པའི་རབ་བྱུང་དེ་ལ་ག་རེ་གསུངས་པ་རེད་ཟེར་ན་ཨོ་དེ་རིང་ནར་ཐང་ན་ང་རང་ཚོ་གི་དགེ་ནི་དགེ་མང་ཅག་དེ་ཚོ་དེ་རིང་ཕུལ་གྱི་འདུག་དེ་རིང་གི་ཚེས་གྲངས་དེ་ཁྱོད་མར་བརྗེད་པ་བྱེད་ཨ་གསུངས་བ་རེད་ཨེ་ནི་ཁོང་བརྗེད་དེ་བས་ཀྱང་ལོ་དུས་ཚིག་ཐུག་ལ་བཞག་པ་ན། ཕྱིས་སུ་བུ་སྐྱེས་བ་རྣམས་ཀྱིས་ལ་མར་ལ་སླེབ་ན་ལེགས་པར་དྲིས་པས་འོ་ད་ད་རང་དེ་ནས་ཡང་སྣར་ཐང་དང་བདེ་བ་ཅན་སོགས་ལ་འགེབས་མང་ཅག་བུ་ག་དང་ཀན་ཡིན་མི་དེ་ཚོ་གང་ཡང་རྒྱུ་ལོག་ན་སླེབ་ནས་འོ་ད་གདོད་མའི་ཕྱོགས་སུ་ལོག་ལ་སླེབ་ན་ཁྱོད་རང་ཚོ་གདོད་མའི་བཀའ་ཟ་སྔར་སྣར་ཐང་དང་བདེ་བ་ཅན་ལ་སོགས་ལ་འགེབས་མང་ཅག་དེ་ག་དུ་བུ་ལ་ཡིན་པས་ལབ་དོ་སྐད་ཆ་དྲིས་འདུག་གང་ལ་ད་རང་གིས་ཁོང་གི་དཀྲུག་ན་ཡོད་ཁྱོད་ཀྱི་རབ་བྱུང་དེ་ལ་ཁོང་གིས་དེ་ནས་ག་རེ་ཟིག་ལ་ཚེས་གྲངས་དེ་ངེས་པར་བཟུང་ཨཱ། དེ་རིང་གི་ཚེས་གྲངས་དེ་ཚོ་སྐད་ཆ་དྲི་དུང་ང་ལ་ཏག་ཏག་ཉི་མ་ཟླ་ག་རང་ལ་ཏག་ཏག་ཕུལ་བ་རེད། ལྕགས་སྒོལ་བཅད་པའི་ཉི་མ་དེ་རང་འདུག་གསུངས་པ་དང། ཨོ་ད་ཨེ་ནས་གཅིག་གི། དགེ་འདུན་ལགས་དེ་ནས་མང་ལྕགས་དང་ལྕགས་སྒོལ་བཅད་པ་ཟེར་ན་ལྕགས་བོར་བ་བསོད་བྱ་རྒྱས་མང་ལྕགས་ལ་སོགས་པ་ཕུལ་ཡ་གི་ཉི་མ་དེ་ཨོ་ད་ག་རང་གི་ཆོས་རྗེ་དོན་གྲུབ་རིན་ཆེན་གྱི་སྔར་ཨེ་ནས་གང་ཟག་དེ་ཁྱེད་རང་དེ་རིང་གི་དུས་ཚོད་དེ་མར་བཅད་ཡ་བཅད་ཨོ་ཉི་མ་ཟླ་ག་རང་ཕུལ་བཞག་ད་གང་ཅིར་མདོར་བསྡུ་ན། ཁོང་གིས་ག་སྔར་ཨེ་ནས་གསུངས་པ་དེ་དང་འཇུག་ལ་མི་ཡི་བར་ན་ལོགས་ན་སླེབས་ནས་ཁོ་ཚོ་ལ་སྐད་ཆ་དྲུག་འོང་ལ་སྐད་ཆ་དེ་གཉིས་ཏག་ཏག་ར་འཕྲོད་ཏག་ཏག་མཐུན་གྱི་འདུག་གསུངས་ཡིན་འདུག་ང་ལ་ག་རེ་ཆ་ག་རེ་ལ་ན་འོ་ད་ངོ་ཤེས་དོགས་པ་མེད་པ་རྒྱུ་མཚན་དེར་བ་ར་ཡིན་འདུག་ང་ལ་ཏག་ཏག་གསུངས་ཐུབ་བར་བ་ད་འོ་འདུག་འོ་འདུག་ང་ལ་སྐབས་དེ་དུས་ཁ་པར་ནི་ཡོད་ཡ་མ་རེད་འོ་ད་གད་སྐད་ཡོད་མ་རེད་འོ་ཡིན་འདུག་ང་ལ་འོ་འདུག་ཟེར་རེད་གསུངས་བར་ད་ཡབ། རོ། གསུངས་པ་དང་ཡབ་ཏུ་རྟོགས་ལྡན་པའི་སྐུར་གཤེགས་ན། རོ། ད་གང་ཅིའི་སྐུར་གཤེགས་ན་བྱང་སེམས་དཔའ་གདན་སར་བསྐོར་བ། འོ། ད་བྱ་ཙང་ཡབ་རྟོགས་ལྡན་པ་ཨེ་ནི་སྐུར་གཤེགས་ན་ཨེ་ནི་གང་ཚེ་བྱང་སེམས་དཔའ་གདན་སར་བསྐོར་ན་ཁོང་གིས་གསུང་ཡིག་འབུལ་སྐབས་དང་བཅས་པ་ལ་ཟློས་མེད། ཟློས་མེད་དུ་ཁོང་ལ་ཡང་སྐུར་འབྱུང་བས། ལན་ནམ་སླར་ཡང་སྐུར་དུས། སྔར་གྱི་བུལ་ཀལ་སོགས་སོགས་འཕྲོས་པའི་རྒྱུ་མཚན་དང། རྒྱུ་མཚན་དང་གསུང་ཤོག་ཐམས་ཅད་གུ་རུ་དཀོན་མཆོག་བཞོ་པ་ལ་བརྩེས་ད་གང་ཅི་ཡབ་ཆོས་རྗེ་རྟོགས་ལྡན་པདགོངས་པ་རྫོགས་ནས་གར་སོ་དུ་ང་ལ་བྱང་སེམས་དཔའ་གདན་སའི་བཀོད་ན་ད་འདི་སྐབས་འདི་དུས་ཡང་བསྔོ་རྟེན་བསྔོ་ཞུ་ལ་སོགས་པ་ཕུལ་ཡག་དེ་འདྲའི་ཡོང་གི་རོ་བྱ་ཙང་བུལ་བ་དང་ཁོང་གི་བཀའ་ལ་ལ་སོགས་པ་འཕྲོས་པའི་རྒྱུ་མཚན་གསུང་ཤོག་ཐམས་ཅད་གསུང་ཤོག་ལབ་ན་ང་ཚོ་ཕྱག་བྲིས་འོག་གུ་རུ་དཀོན་མཆོག་པར་མཛད་པས་སྔར་རང་རེ་ལ་བྱང་སེམས་དཔའ་ཅང་སེམས་པའི་འབྱུང་བ་ཡིན་པས་དེ་ལ་ལན་མཛད་པར་གྲགས་ལ་ཞུས་པས་འདི་དགེ་འོང་གསུངས། ལན་ཁྱེར་ཡི་མི་རྣམས་ཀྱི་དབུས་སུ་སླེབ་ཙྪ་ན་ཅང་སེམས་པའང་དེ་ན་གུ་རུ་དཀོན་མཆོག་གཞོན་པ་ཡབ་ཀྱི་གདན་སར་བསྐོ་ཚར་འདུག་གསུངས་དེ་ལྟ་བུ་ལ་སོགས་པའི་ལོ་རྒྱུས་མང་དུ་དོར་འདུག་ན་ད་ག་རེར་ཟེར་ན་ཡབ་ཆོས་རྗེ་རྟོགས་ལྡན་པ་སྐུ་གཤེགས་ན་ཅང་སེམས་པ་གདན་སར་བསྐོ་ཡིན་ནི་ཁོང་གིས་རོ་ཨ་ད་གསུང་ཡིག་འབུལ་སྐལ་དང་བཅས་པ་གདོད་མའི་དོན་མེད་དུ་ཁོང་པ་ལ་སྐུར་བྱུང་བས་ལས་རྣམས་ལ། ལས་རྣམས་ཡར་ལ་བསྐུར་དུས་སྔགས་ཀྱི་བུར་དཀར་ལ་སོགས་པས་འཕྲོས་པའི་རྒྱུ་མཚན་དང་གསུང་ཤོག་ཐམས་ཅད་གུ་རུ་དཀོན་མཆོགགུ་རུ་དཀོན་མཆོག་ཞོལ་ལ་མཛད་པ། ད་འདི་ཡང་ཁོང་ལ་ངོ་ཤེས་དོགས་པ་མེད་པར་མངའ་བའི་རྒྱུ་མཚན་གཅིག་རེ་བ་དངོས་གནས་བྱས་ན། རྟོགས་ལྡན་པས་ནི་གདན་ས་ལ་སུ་བསྐོ་ཡ་རེད་ཟེར་ན་བྱང་སེང་པ་བསྐོ་ཡ་རེད་བ། བྱང་སེམས་པ་བཀོད་ཡོད་རེད་ད་ཚུལ་བ་བྱང་སེམས་པ་ཡིན་ན་ཡག་འདྲ་ཡང་འགྱུར་ཕག་ཡིག་ལན་ཕུལ་འདུག་ཨང་ལ་ཨེ་ནི་གུ་རུ་དཀོན་མཆོག་གི་མཚན་མཚན་ཐོག་ན་ཕུལ་བ་རེད་མ་གཏོགས་བྱང་སེམས་པའི་བདེན་བྱང་སེམས་པ་ལ་ཕུལ་ཡོད་མ་རེད་ད་ག་རེ་རེད་འདུག་ཨང་ལ་དངོས་གནས་དྲང་གནས་བྱས་ན་སྐབས་དེ་དུས་བྱང་སེམས་པ་སྐུ་མྱ་ངན་ལ་དགོངས་པ་རྫོགས་ན་ཡོད་མ་རེད་བྱང་སེམས་པའི་ཚབ་ལ་གུ་རུ་དཀོན་མཆོག་པ་བཀོད་ཡོད་རེད་ད་དེ་ནས་བཀོད་ཡོད་བ་དེའང་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་ཨོ་ད་དེ་ནི་ངོ་ཤེས་ཀྱིས་གཟིགས་ཡོད་རེད་ཨེ་ལ་དགོས་རེད། རང་ངོ་ནས་བྱས་ན་ད་བྱང་སེམས་པའི་མཚན་ཐོག་ན་ཕུལ་དགོས་བ་རེད་ད་བྱང་སེམས་པའི་མཚན་ཐོག་ན་མ་ཕུལ་བ་གུ་རུ་དཀོན་མཆོག་དཀོན་མཆོག་དཀར་བ་དཀོན་མཆོག་དཀོན་མཆོག་གཞོན་པ་ལ་ཨེ་ནས་མཛད་ཡ་དེ་ཨོ་ད་ཁོང་ལ་ངོ་ཤེས་ཐོགས་པ་མེད་པ་ང་བའི་རྒྱུ་མཚན་ཅི་འདེར་བ་ད་ངོ་ནས་བྱས་ན་སྐབས་དེ་དུས་བྱང་བྱང་སེམས་པ་གདན་ས་མཛད་ན་བྱང་སེམས་པའི་མཚན་ཐོག་ན་ཕུལ་དགོས་བ་རེད་ད་ཨེ་ནས་ད་ད་ཕུལ་དགོས་དགོས་བ་རེད་ཇི་ཐང་གིས་ཡིན་ན་ད་ག་རེ་རེད་ཟེར་ན་ཕུལ་ཡོད་མ་ཡིན་ན་བྱང་སེམས་པ་དེ་དགོངས་པ་རྫོགས་ན་ཨེ་ནས་གུ་རུ་དཀོན་མཆོག་པ་དེ་བཀའ་ཟ་དཀོན་མཆོག་ཨེ་ནས་ཀྱང་སེམས་པའི་སྐུ་ཚབ་ལ་བསྐོ་ཡོད་ར་བ་བྱ་ཙང་གཞོལ་བ་ཡབ་ཀྱི་གདན་སར་བསྐོ་ཚར་འདུག་པས་འདུག་གསུང། དེ་ལྟ་བུ་ལ་སོགས་པའི་ལོས་རྒྱུས་མང་མང་དུ་སྙན་དུ་ཡོད་ཀྱང་བྱ་ཙང་ད་ཆོས་རྗེ་དོན་གྲུབ་རིན་ཆེན་ལ་ཨེ་ནས་ངོ་ཤེས་ཐོགས་པ་མེད་པར་ཐུགས་རྒྱུད་ལ་མངའ་བས་ཨེ་ནས་ད་དེ་འདྲས་ཅིག་ཡ་ལོས་རྒྱུས་མང་པོ་ཡོད་ཨ་རེ་ད་ཡིན་ན་ཡོད་ཚད་དམ་བཅའ་སྐབས་འདིར་ཨེ་རིང་བཞུགས་ཀྱི་མེད་གསུང་བར་ད་གང་ཅིར་མདོར་བསྡུ་ན་འོ་འདུག་ཟེར། ཡོད་ཀྱང་མང་བར་འགྱུར་བས་མ་བྲིས་ད་གང་ཅིར། ཆོས་རྗེ་དོན་གྲུབ་རིན་ཆེན་ལ་དངོས་ཤེས་ཐོགས་པ་མེད་པ་མངའ་བས། ཨོ་ད་དེ་འདྲའི་ལོ་རྒྱུས་མང་པོ་ཡོད་རེད་ཨེ་ན་གང་ག་ཞུ་ཚད་ཡང་མི་འདུག་གསུངས། དེ་འདྲ་བའི་ཡོན་ཏན་གྱི་ཚོགས་མངོན་པར་རྟོགས་པའི་མངོན་པར་མཐོ་བའི་བླ་མ་དོན་གྲུབ་རིན་ཆེན་པ་མཁན་པོ་ཛར་ད་གང་བྱས་དོན་དག་དེ་ཨེ་ན་སྐབས་འདིར་ཨེ་ན་ང་ཚོ་ལྗང་གུ་བླ་མ་ཙོང་ཁ་བ་ཆེན་པོ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ཡིན་པར་སོང་ཙང་ཨོ་ད་རབ་ཏུ་བྱུང་བའི་མཁན་པོ་སུས་མཛད་པ་རེད་ལ་ད་འདི་པ་རག་དེ་ནང་ལ་ཆོས་རྗེ་ལྟུང་གྲུབ་རིན་ཆེན་གྱི་རྣམ་ཐར་འབྱུང་དགོས་ཡ་དེ་ག་རེ་ཟེར་ན་ཆོས་རྗེ་ལྟུང་གྲུབ་རིན་ཆེན་དེ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པས་ནི་ད་ཅིག་གི་དགེ་ཚུལ་གྱི་མཁན་པོ་མཛད་མཁན་གྱི་མཁན་པོ་ཡིན་པར་སོང་ཙང་ནི་ད་ཅིག་ན་དེ་རེད་གཉིས་ན་ནི་དགོངས་ལོ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དགོངས་ལོ་སྤྱི་པའི་གནས་སྐབས་ན་ཡང་ཚུལ་བཞིན་དུ་བསྐྱངས་ནས་ནི་དངོས་གནས་དྲང་གནས་ཅིག་ཡ་ད་ནི་དབུས་གཙང་གི་ཕྱོགས་ལ་སློབ་གཉེར་ལ་སྐུལ་མ་མཛད་མཁན་དེའང་ཆོས་རྗེ་ལྟུང་གྲུབ་རིན་ཆེན་ཡིན་པར་སོང་ཙང་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པའི་རྣམ་ཐར་ནི་ང་རང་ཚོ་ཤེས་པ་དང་བཞག་ལ་ཆོས་རྗེ་ལྟུང་གྲུབ་རིན་ཆེན་གྱི་རྣམ་ཐར་ཡང་ཨོ་ཡ། ཤེས་མགུ་གི་འདུག་ཨོ་དེ་ཆེད་དུ་ཨེ་ནས་སྐབས་འདི་ནང་ལ་ཨེ་ནས་ཆོས་རྗེ་དོན་གྲུབ་རིན་ཆེན་གྱི་རྣམ་ཐར་མདོར་བསྡུས་མདོར་བསྡུས་ཙམ་ཞིག་ཨེ་ནས་མཁས་གྲུབ་རིན་མཁས་གྲུབ་དགེ་ལེགས་དཔལ་བཟང་པོ་གྱིས་ཨེ་ནས་བཀོད་གནང་ཡག་གི་རྒྱུ་མཚན་དེ་རེད་དོ། ད་ཡིན་འདུག་ང་ལ་དེ་འདྲ་བའི་ཡོན་ཏན་ཚོགས་ཀྱིས་མངོན་པར་རྟོགས་པའི། མངོན་པར་མཐོ་བའི། བླ་མ། དོན་གྲུབ་རིན་ཆེན་པའི་མཁན་པོ་མཛད་དོ། ད་དངོས་གནས་དྲང་ནས་ཨེ་ནས་ལུང་གི་ཡོན་ཏན་གྱིས་ཕྱུག་རྟོགས་པའི་ཡོན་ཏན་ཐོགས་པ་མེད་པ་མངའ་བའི་ཨེ་ནས་ཆོས་རྗེ་དོན་གྲུབ་རིན་ཆེན་གྱི་མཁན་པོ་མཛད། དབུས་གཙང་དང་དཔལ་བོ་སོགས་སུ་མཁས་གྲུབ་དང་དཔའ་འབྲི་ད་ཏུ་མ་ལ་མདོ་སྔགས་བསྟུད་མར་སྦྱངས་པའི་བཤེས་གཉེན་ཆེན་པོ། རྟ་ཨེན་གཞོན་ནུ་སེང་གེ། ཨོ། ད་མདོར་བསྡུ་ན་རྟ་ཨེན་གཞོན་ནུ་སེང་གེ། ཨེན། གྲགས་པའི་སློབ་མ་གཞོན་ནུ་བྱང་ཆུབ། ར། རྟ་ཨེན་གཞོན་ནུ་སེང་གེ་གི་སློབ་མ། ཨེན། གཞོན་ནུ་བྱང་ཆུབ། ཨོ། དེ་ནས་སློབ་དཔོན་མཛད་ན་ཨེན། ཚིག་སྔ་མ་དགེ་ཚུལ་གྱི་སྡོམ་པ་ཡང་དག་པར་ནོས་སོ། སུ་གི། སུ་ལ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ། ཨེན། སྐབས་འདི་དུས་ཆོས་རྗེ་དོན་གྲུབ་རིན་ཅེན་གྱིས། ཨེ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ། ཨེ་ནི་དགེ་ཚུལ་གྱི་མཚན་ལ་ག་རེ་བཟོས་ན། བློ་བཟང་གྲགས་པ། ད་ང་རང་ཚོ་ནམ་རྒྱུན་ན་ཡིན་ན། ཨོ། ད་ཅིག་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའམ། ཡང་ན་ནི་རྒྱལ་བ་བློ་བཟང་གྲགས་པ་ཟེར་བའི་མཚན་དེ་སུས་གསོལ་བ་རེད་ཟེར་ན་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་གསོལ་བ་རེད། ཨེ་ནི་དགའ་བཏུས་གསོལ་བ་རེད་ཟེར་ན་དགེ་ཚུལ་གྱི་མཚན་དེ་རེད། ཁོང་རབ། དགེ་ཚུལ་ལ་མདོར་བསྡུ་ན་ཁྱིམ་མིན་ན་ཁྱིམ་སྤངས་ན་རབ་ཏུ་བྱུང་བས། ཨོ། ད་དགེ་ཚུལ་གྱི་མཚན་དེ་ལ་ཨོ། འདུག་ཟེར་ཞུ་དགོས་བ་རེད་གསུངས་པར་ད། མཁྱེན་སོང་ཨ། ད་དེ་རེད། ཨོ། སུ། ད་དུ་གང་ལ། ཨོ། རྡོར་དུ་ན། ལོ་མ། རུ་ཨ། རྡོར་དུ་ན། ཨ་ནི། ད་ཨེ། གཞོན་ནུ་སེང་གེ། ཨེ་ནི། ལོ་མ། གཞོན་ནུ་བྱང་ཆུབ། ཨེ། སློབ་དཔོན་མཛད། ཨེ་ནི། ཆོས་རྗེ་དོན་གྲུབ་རིན་ཆེན་མཁན་པོ་མཛད་པས་ཨེ་ནི། གྱི་ཚིག་སྔ་མ་དགེ་ཚུལ་གྱི་སྡོམ་པ་ཡང་དག་པར་ནོས་སོ། རུ་ཨ། ད་ཚིག་སྔ་མ་དང་ཕྱི་མ་ཟེར་ཡ་དེ་ཚིག་སྔ་མ་དགེ་ཚུལ་གྱི་སྡོམ་པ་དེ་ཚིག་སྔ་མ་ཅེ་དགེ་སློང་གི་སྡོམ་པ་དེ་ཚིག་ཕྱི་མ་རུ་ཨ། ཨོ། དེ་རེད། ཚད་ཡང་ལོ་ཙཱ་ར། བླ་མ་འདི་གཉིས་སྐྱིད་པའི་གནས་སྐབས་ན་བདག་གིར་མཛད་དེ། ཨོ་ད་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་ད་ད་ལྟ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་དགེ་ཚུལ་གྱི་སྡོམ་པ་ཕུལ་བར་མ་ཟད་དགུང་ལོ་སྐྱིད་པའི་གནས་སྐབས་ན་ཡང་བདག་གིར་མཛད་དེ་ཟེར་ནས་སྔོན་ནས་བདག་པོ་རྒྱབ་ན་ལེགས་པར་བསྐྱངས་ནས། བསྟན་པ་རིན་པོ་ཆེ་བདག་པོ་ཆོས་ཀྱི་རྒྱལ་པོར་བསྒྱུར་བ་དགོངས་ན་དངོས་གནས་འཇམ་མགོན་བླ་མ་ཙོང་ཁ་ག་ས་ངན་ལ་ངས་ཞུས་སོང་ཨ། འཇམ་མགོན་བླ་མ་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་ག་རེ་མཁྱེན་ཡོད་རེད་ཟེར་ན་དངོས་བཤད། དང་ངོ་ཤེས་ཀྱི་རྟོག་པ། གཅིག་གིས་ངོ་ཤེས་ཐོགས་པ་མངའ་བ་ཡིན་པར་གསུངས་སོ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མ་འོངས་པ་ན་དངོས་གནས་དྲང་ནས་ཆོས་ཀྱི་རྒྱལ་པོ་གྱུར་ཡ་ཡིན་པ་དེ་ཁོང་གིས་མཁྱེན་ཡོད་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དེ་ད་ག་ཟེ་གཅིག་མི་ཕལ་པ་ཞིག་དང་ཟེ་ནི་སོ་སྐྱེའི་ཐ་མ་ཞིག་མ་ཡིན་པ། སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཞིག་ཡིན་པ་ཆོས་རྗེ་དུང་སྒྲུབ་རིན་ཆེན་ཡིས་མཁྱེན་ཡོད་འདུག་གང་ལ་ཁོང་འཁྲུངས་མ་ཐག་ན། ཁོ་པས་དངོས་གནས་དྲང་ནས་ད་གཅིག་ཡ་གཅིག། ཚུལ་བཞིན་དུ་བསྐྱངས་པ་ལ་སོགས་པས་གང་ཅི་འདི་ཚོ་ཆ་ཚང་ཅིག་མ་འོངས་པ་ན་ག་འདྲས་ཞིག་ཡོང་གི་ཡོད་མེད་སངས་རྒྱས་ཀྱི་བསྟན་པ་ལ་ཡིན་ནི་མཛད་པ་ཁྱད་པར་ཞིང་ག་འདྲས་ཞིག་སྐྱོང་གི་ཡོད་མེད་དེ་ཆ་ཚང་ཆོས་རྗེ་དོན་གྲུབ་རིན་ཆེན་ཡིན་མཁྱེན་ཡོང་འདུག་གང་ལ་ཆ་ཚང་བསྟན་པ་རིན་པོ་ཆེ་བདག་པོ་ཆོས་ཀྱི་རྒྱལ་པོར་འགྱུར་བ་ཐུགས་ལ་དགོངས་ན་སུ་གི། ཆོས་རྗེ་དོན་གྲུབ་རིན་ཆེན་གྱིས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དེ་སྔོན་ནས་སངས་རྒྱས་ཀྱི་བསྟན་པའི་བསྟན་པའི་བདག་པོ་འགྱུར་ཡ་ཡིན་པ་དེ་ཁོང་གི་བསམ་བློ་ནང་ལ་ཡོད་རེད་ཐུགས་ལ་ཁུག་ཐུགས་ཀྱི་དགོངས་པ་ལ་ཡོད་རེད། ཐུགས་ཀྱི་ཡུལ་དུ་ཤིན་ཏུ་གཅེས་པར་གསུངས་སོ། ད་ཐུགས་ཀྱི་ཡུལ་དུ་ཟེར་ན་ཐུགས་ཀྱི། ཡེ་ནས་ང་ཚོའི་བསམ་བློའི་ནང་ལོགས་ལ་བསམ་བློའི་ཐུགས་བརྩེ་བས་བགྱི་རུ་བ་འདོར་འདུག་ན། ད་ཁོང་རང་གིས་ངའི་ལེགས་ང་ཅིག་བྱ་བ་རྣམས་མ་སོང་ན་ཆེས་ཡ་ཆེས་ཤོས་དེ་ག་རེ་ཡིན་ལབ་དུས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ། ཡེ་ནས་ཀྱི་ངོ་ནས་སངས་རྒྱས་ཀྱི་བསྟན་པའི་བདག་པོའམ་ཆོས་ཀྱི་རྒྱལ་པོ་བསྒྱུར་ཡག་གི་ལས་འགན་ཆེ་ཤོས་དེ་ད་ག་རང་ཡིན་ཟེར་ན་ཐུགས་ཀྱི་ཡུལ་དུ་ཤིན་ཏུ་གཅེས་པར་གསུངས་སོ། ད་དངོས་གནས་དྲང་ནས་མ་གཅིག་པས་བགྱི། བུ་གཅིག་པའི་མ་ཡོས་ནི་སྤུ་བོ་ལ་སྤུ་ལ་རང་གི་སྤུ་ལ་བརྩེ་བས་བསྐྱངས་པ་ནང་བཞིན་གྱི་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་ཨོ་ཐུགས་བརྩེ་བས་ཀྱིས་ནི་ཐུགས་བསྐྱེད་པས། ཤིན་ཏུ་གཅེས་པས་ཀྱིས་བཟུང་སྟེ། སྨན་གྱི་ལྗོན་པ་ཆེན་པོ་མངོན་པར་བསྒྲུབས་པའི་སྨྱུ་གུ་ལྟར་ལེགས་པར་བརྐྱངས་སོ། ད་དངོས་ནས་སྨན་གྱི་ལྗོན་ཤིང་ཆེན་པོ་ཞི་བོ་ཞིག་སྟོན་དུ་གཉེར་མཁན་གྱི་མི་ཞིག་ཡིན་ན། ཁོ་སྨན་གྱི་ལྗོན་ཤིང་དེ་དང་པོ་སྨྱུ་གུའི་གནས་སྐབས་ན་ཡང་ཨོ་རོག་གཅིག་ཆུང་ཆུང་གི་གནས་སྐབས་ན། གཅིག་ཡ་བ་བཅུག་དང་དེ་འདྲ་གི་བཟའ་རུ་མ་བཅུག་གཅིག་ཡ་ཆུ་དང་ལུད་ལ་སོགས་པ་བཏུད་ཚོད་བཏུད་ཚོད་ལ་ཡང་བླུག་དགོས་ཡ་དེ། ཨེ་ནས་མ་བླུག་ན་སྨན་གྱི་འཇོམས་པ་ཡང་པོ་ཅིག་ཡག་པོ་ཞིག་ཅིག་ཆགས་ཡ་ཡོད་མ་རེད། འོ་ཅག་ཙམ་སྨན་གྱི་འཇོམས་པ་ཆེན་པོ་མངོན་པར་འགྲུབ་པའི་སྨྱུ་གུ་ལྟར་ལེགས་པར་བསྐྱངས་ཟེར་འདུག་ཨང་འོ་ད་དེ་འདྲས་ཀྱི་མ་འོངས་པ་ན་སངས་རྒྱས་ཀྱི་བསྟན་པོ་སངས་རྒྱས་ཀྱི་བསྟན་པའི་བདག་པོ་འགྱུར་བ་ལ་ད་ལྟ་ཨེ་ནས་སྐྱིད་པའི་གནས་སྐབས་ན་སྐུ་ཡོན་འདི་ཡག་པོ་ཅིག་མ་ཕུལ་ན་སངས་རྒྱས་ཀྱི་བསྟན་པོ་བདག་པོ་འགྱུར་གི་མ་རེད་འོ་ཅག་ཙམ་སྐུ་ཡོན་ཡག་པོ་ཕུལ་ཡ་དང་འོ་ད་དེ་འདྲས་ཀྱི་དེ་ནས་མདོར་བསྡུ་ན་སྨྱུ་གུ་ལྟར་ལེགས་པར་བསྐྱངས། རབ་ཏུ་འབྱུང་ཞིང་རྡོ་རྗེ་ཐེག་པའི་སྒོ་སྨིན་པ་ཚད་འོ་རབ་འབྱུང་རབ་ཏུ་འབྱུང་གི་རབ་བྱུང་གི་སྡོམ་པ་གནང་བར་མ་ཟད་གསང་སྔགས་རྡོ་རྗེ་ཐེག་པའི་སྒོར་བཅུག་ནས་དབང་བསྐུར་བ་དང་མན་ངག་གནང་བ་དང་ལུང་ནོད་པ་ལ་སོགས་པའི་རྟ་གཅིག་མདོར་བསྡུ་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་གཅིག་དབུས་གཙང་ཕྱོགས་ལ་མ་ཕེབས་བར་དུ་དགུང་ལོ་བཅུ་དྲུག་བཅུ་བདུན་གྱི་གནས་སྐབས་བར་དུ་སྔོན་ནས་ཆོས་རྗེ་དོན་གྲུབ་རིན་ཆེན་གྱིས། ཨེ་ནས་ཅིག་ཡ། ད་ཚུལ་བཞིན་དུ་བསྐྱངས་ནས་ཨོ་ད་ཅིག་གུ་ཡ་ང་ཚོ་ནང་མ་སོང་ན་ཅིག་ལམ་སྟོན་བཀའ་སློབ་ལྷ་པ་སློབ་ངེས་ལ་སོགས་པ་ཕྱོགས་ཐམས་ཅད་ན་ཨོ་ད་ཅིག་འཐུས་ཤོར་རྩ་བ་ཉིད་ན་མེད་པར་བསྐྱངས་པར་མཛད་པ་རེད། དབུས་སུ་བྱོན་པའི་རྫོང་ལྟར་དང་དོན་གདམས་སོགས་ཤིན་ཏུ་ཆེ་བར་མཛད་པས་ཨོ་ད་དབུས་སུ་ཕེབས་འདུག་གང་ལ་དབུས་སུ་བྱོན་པའི་རྫོང་ལྟར་དང། ཨོ་ད་སྐབས་དེ་དུས་ང་ཚོ་ནས་མ་སོང་ན District འདི་རིང་ཁ་སང་ཡིན་ན་ང་ཚོས་མངའ་སྡེ་མངའ་སྡེ District District གཅིག་ལམ་བཀག་ན་ས་ཚིགས་ནང་ལ་ཡང་བཀག་མཁན་དེ་ནས་ཡོང་དགོས་བ་རེད་བ་བྱ་ཙང་ཡ་དེ་འདྲས་བཀག་མ་ཆོག་བ་དང་དེ་འདྲས་ཀྱི་རྫོང་ཨེ་ནས་གཅིག་གཅིག་རྫོང་སོ་སོ་ལ་སླེབས་དུས་གང་ལ་ཨེ་ནས་གཅིག་ཡ་གཅིག་དགའ་རྐྱེན་དང་བར་ཆ་མ་ཡ་དེ་འདྲས་ཀྱི་གཅིག་བཀག་སྡོམ་ལ་སོགས་བ་མ་ཡོང་ཡ་གི་རྫོང་དར་དང་ད་དེ་མ་ཟད་ཨེ་ནས་ལམ་ལ་གཅིག་ཐུག་ད་གཅིག། བག་ཕེབས་ལམ་ལ་མཐུན་རྐྱེན་ག་འདྲས་ཞིག་དགོས་ཀྱི་ཡོད་ན་ཆ་ཚང་ལ་དཔེ་ང་ཚོ་རྣམ་པ་སང་ཐུགས་སྣང་ཆེན་པོ་མཛད་ནས་རོ། སོགས་ཤིན་ཏུ་ཆེ་བར་མཛད་འོ་དོན་དམ་ཤིན་ཏུ་ཆེ་བར་མཛད་དོ་ནོ་ཐུགས་སྣང་དཔེ་ཆེན་པོ་མཛད་ན་ག་རེ་དགོས་མཁོ་ཐམས་ཅད་ག་རེ་སང་གཅིག་ན་ཆོས་རྗེ་དོན་གྲུབ་རིན་ཆེན་ཁོང་རང་ཡང་དབུས་སུ་ཕེབས་ན་སློབ་གཉེར་མཛད་ན་ཚུར་ལོག་ན་ཕེབས་ག་ཡིན་པ་སང་སང་ལམ་ལམ་ག་ལ་ག་འདྲས་ཞིག་དཀའ་ངལ་ག་འདྲས་ཞིག་འཕྲད་ཀྱི་ཡོད་མེད་མཐུན་རྐྱེན་ག་འདྲས་ཞིག་དགོས་ཀྱི་ཡོད་མེད་ཆ་ཚང་ལམ་སྟོན་བཀའ་སློབ་དང་ཕྱག་རོགས་ལ་སོགས་པ་གནང་ནས་ཆེ་བར་མཛད་ན་བཀའ་དྲིན་ཆེ་འདུག་བཀའ་དྲིན་ཆེ་བའི་ལག་མ་ཞིག་ཏུ་མཛད་པ་ཡིན་ནོ་ད་དངོས་གནས་དྲང་གནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་ཨེ་ནས་ཆོས་རྗེ་དོན་གྲུབ་རིན་ཆེན་བཀའ་དྲིན་ཤིན་ཏུ་ཆེ་བ་རེད་ཨང་རེད་ངོ་ནས་དགོང་ལོ་གཅིག་པའི་ཆུང་ངུའི་གནས་སྐབས་ན་ཡང་ཚུལ་བཞིན་དུ་བསྐྱངས་ནས་ཨོ་ད་གང་ཕྱིར་དགོང་ལོ་བཅུ་དྲུག་བཅུ་བདུན་བར་དུ་དབུས་གཙང་དུ་མ་འབྱོར་བར་དུ་སུས་བསྐྱངས་པ་རེད་ཟེར་ན་ཨོ་དེ་ནི་ཆོས་རྗེ་དོན་གྲུབ་སོང་ཙང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་གངས་ཅན་ཤིང་རྟའི་སྲོལ་འབྱེད་བརྒྱུད་རེ་ཡ་གིས་ཨོ་ད་དངོས་གནས་གཅིག་ཡ་དེ་ནང་ལ་ཅིག་ཤུགས་རྣམས་མ་སོང་ན་ཆེན་པོ་ཅིག་སུས་ཡོད་ཨ་རེད་ལབ་འདུག་ང་ལ་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་ཡོད་རེད་སོང་ཙང་ཆོས་རྗེ་དོན་གྲུབ་རིན་ཆེན་དེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་འོ་ད་དངོས་གནས་དྲང་ནས་ཐོག་མར་ཤིན་ཏུ་བཀའ་དྲིན་ཆེ་བའི་དགེ་བའི་བཤེས་གཉེན་བསམ་གྱིས་མི་ཁྱབ་པའམ་ཨེ་ནི་ཁོང་རང་ཡང་ཨེ་ནི་ཅིག་ལུང་རྟོགས་ཀྱི་ཡོན་ཏན་ཨེ་ནི་ཅིག་མང་པས་བསྟུད་མེད་དེ་ནི་ཕྱུག་པའི་གང་ཟག་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཞིག་ཡིན་པ་དེ་རྟགས་མཚན་གསལ་པོ་ད་ག་རང་གཏན་གྱི་འདུག་ཨ་འོ་འདུག་སེ་རེད་ཤག་ད་དེ་ན་ལ་ཡ་ཨེ་ནི་ཅིག་བར་སྐབས་ཀྱི་ཚིགས་བཅད་དེ་རེད་ད་དེ་གོང་དུ་བརྗོད་པ་དེ་ཡང་བསྒྱུར་ད་ཁ་སང་ངས་ཞུས་ཚར་སོང་ཨ་ཨེ་ནི་མཁས་པ་དངོས་ནས་སྙན་ངག་དང་དེ་ཚོ་མཁས་པ་མཁས་པ་སོ་སོ་སོ་སོ་ཡོད་རྩོམ་རྒྱབ་སྟངས་དེ་ཨེ་ནི་སྙན་ལ་ཅིག་གསུང་ཨེ་ནི་དེ་ཡང་འགྱུར་འཇུག་ལ་ཚིགས་བཅད་ཅིག་ནང་ལ་ཡང་ཚིག་སྙན་པོ་ཞོལ་ཅིག་བྱས་ན་གསུང་ཡོང་གི་འདུག་ཨ་འོ་དེ་རེད་ད། དེ་འོག་དེ་ལ་ག་རེ་ཟེར་དུང་དབང་པོ་རབ། རབ་བཞི་འདུལ་བའི་དཔལ་གྱི་ནི་ཚངས་སྤྱོད། སྐྱེས་དགའ་ལྷ་ཡིས་དྲངས་སོང་ཡང། མི་བསྲུན་སྐྱེས་པ་ལྟར་བཟའ་གཞོན་ནུ་དེ། འདི་ནི་གངས་ཅན་ས་ཡི་ཐིག་ལེར་གྱུར། རྒྱལ་ཁྲ་གཞོན་ནུ། སྙིང་རྗེའི་ཟླ་བ་དེ་དུས་མཚམས་ངོར་མི་རྒོད་བཟང་འཛིན་གྱུར་པ་དེ་ཡི་མོ་ལ་ཁྱིམ་གྱི་སྐྱེད་ཚལ་དུ་སྡོད་པའི་ཀུ་མུ། Kumud། ལ་རྒྱའི་རྩེ་དགའ་དང་གཞས་བྱ་བ་ནི། རྗེ་བཙུན་བླ་མ་བློ་བཟང་ཙོང་ཁ་པ་ཆེན་པོས་རྣམ་པར་ཐར་པ་ཡོངས་སུ་རྗོགས་པའི་གཏམ་དུ་བྱ་བ་དད་པའི་འཇུག་ངོགས་གཞས་བྱ་བ་ལས་ཁྱིམ་ན་ཁྱིམ་མེད་པ་ངེས་པར་འབྱུང་བ་ཡོངས་སུ་བླངས་པའི་རིམ་པ་ཕྱེ་བ་དེ་གཉིས་པའོ། འོ་སྡུག་སེལ་མཚམས་བཞག་གི་ཡིན་ཡ་ལ་སོ།